ས་ཕྱོགས་གང་སར་བཞུགས་ཡོད་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ང་རྒྱ་ནག་པའི་གྲོགས་མོ་དད་འདུན་ཡིན། ཐེངས་དེའི་བརྙན་ཐུང་དེ་ཨ་ནི་ནམ་རྒྱུན་ནང་བཞིན་བཅས་བཅར་འདྲི་ལེ་ཚན་བྱ་གི་མེད། ད་རེས་ཀྱི་བརྙན་ཐུང་དེ། ཉིན་མ་ཁ་ཤས་གོང་ལ་ཡང་ང་རང་ལ་ཡང་གནས་ཚུལ་ཞིག་འཕྲད་སོང་བ། གནས་ཚུལ་དེའི་འཕྲད་རྗེས་ང་ཡང་སེམས་ཚོར་དྲག་པོ་ཞིག་སྐྱེས་སོང་ཨ་ནི་སེམས་ཚོར་དེས་ད་རེས་ད་ང་རང་སེམས་ཚོར་དེ་དང་མཉམ་དུ་འབོད་སྐུལ་ཅིག་ཨ་ནི་གྱང་རྣམ་པ་ལ་ཡང་ཇུས་གཞི་ཁ་ཤས་ཀྱི་ཐོག་ནས་ཨ་ནི་ཞུས་ན་བསམ་སོང། ཨ་ནི་ངེད་ཀྱིས་ད་ད་ལྟ་ཇུས་གཞི་དུ་འཛུགས་མ་མ་བྱས་གོང་ལས་གྱང་རྣམ་པ་གསལ་པོ་བཟོ་ཡ་ཅིག་ལ་ཡང། ཇུས་གཞི་གང་རུང་གང་ལ་ང་ར་མཁས་པ་ཡིན་རྩ་བ་ཉིད་ནས་ངས་གྱང་རྣམ་པ་ཞུ་གི་མེད་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་སེམས་ཚོར་དང་འབོད་སྐུལ་རང་ཡིན་ཞུ་ཡ་ཡིན་དེ་ཡིན་དུས་བསམ་པ་ལ་ཡང་ཨ་གྱང་རྣམ་པའི་རྩ་ཆེ་བའི་དུས་ཚོད་ཏེ་ཆིག་ང་ནག་རོ་ན་ཞུ་ཡ་ཡིན་ཨ་ནི་ང་རས་ཅིག། གང་མགྱོགས་མགྱོགས་ཀྱིས་ནི་ཇུས་གཞི་དུམ་ཚུགས་གང་ལ་ཡ་ཤེས་ཡ་ཐབས་ཤེས་བྱེད་ཀྱི་ཡིན། ཇུས་གཞི་དུམ་ཚུགས་ད་དམིགས་བསལ་གྱང་རྣམ་པ་ལ་ཡ་གསར་བ་ཞིག་གས་ཆགས་རུ་ས་མི་མི་འདུག་ད་ཡིན་པས་ནི་ལས་ཏན་ཏན་གྱང་རྣམ་པ་ལ་ཡ། ནམ་ཤོད་ནམ་ཤ་རྒྱུན་ལྡན་ནི་སྣང་མེད་ཤོར་བསྡད་ཡ་ཅི་བྱས་ཨ་ནི་ད་ནང་བཞིན་དྲན་སྐུལ་ཤུགས་ཆེན་པོ་ཞིག་ཐེབས་ཀྱི་རེད་བསམ་གྱི་འདུག་ཨ་ངས་ཇུས་གཞི་ལྔ་ས་གང་ལ་སྐད་ཆ་བཤད་ན་བསམ་སོང་ད་ཇུས་གཞི་དང་པོ་དེ་ལ་ཡ་སྤྱི་དང་རིག་གནས་ཀྱི་གལ་ཆེན། གཉིས་པ་དེ་ལ་ཡ་རང་མི་རིགས་ཀྱི་སྐད་ཡིག་གི་གལ་གནད་དང་ད་ད་ལྟའི་ཆ་ལ་ཡ་ཕྱི་ལོག་མི་གིས་ང་རང་ཚོ་བོད་ཀྱི་སྐད་ཡིག་འདི་གང་ལ་ཡ། རིན་ཐང་ག་ཚོད་ཅིག་སྤྲད་ཀྱི་ཡོད་མེད། གསུམ་པ་དེ་རུ་མཚོན་པ་ཡིན་པས་ན། བོད་ཀྱི་སྐད་ཡིག་ལ་དགའ་ཞེན་དང་གུས་བརྩི། བཞི་པ་རུ་མཚོན་པ་ཡིན་ན། ད་ང་རང་ཚོས་ཀྱི། ད་ལྟའི་ཆ་ལ་ཡང་གཞིས་བྱེས་བོད་མི་གཉིས་གང་གིས་ད་བོད་ཀྱི་སྐད་ཡིག་ལ་ཡང་དོ་སྣང་དང་བློ་འཚབ་གང་ལ་ཡང་ཡང་ང་རང་ཚོས་ཀྱི་ནམ་ཞར་རྒྱུན་ལྡན་ནས་ཅིག། གར་སོགས་རེད། འཐུས་ཤོར་འགྲོ་དེ་ཡང་གར་དོ་ཟས་ཤོར་བ། འདི་དང་མཉམ་དོ། མཐའ་མ་དེ་ལ་ཡང། ད་ད་ལོ་སྐུ་མདུན་གྱི་སྒོ་མདུན་ཆགས་བསྡད་ཡོད་རེད་ཨ་ནི། དེ་དང། སྒོ་མདུན་དང། གོ་དོན་དང་ང་ཚོའི་འོས་འགན། དུ་ཞེས་བྱའི་བརྗོད་གཞི་འདུ་འཛོ་གང་ལ་ཡང་ངས་ཀྱི། སྐད་ཆ་ཏེས་ཏེས་ཅིག་བཤད་ཡ་ཡིན་གྱང་རྣམ་པའི་རྩ་བ་ཆེ་བའི་དུས་ཚོད་ཏེས་ཞིག་ང་ནག་རོ་ན་བཤད་ཡ་ཡིན། བརྗོད་གཞི་དང་པོ་དེ་ལ་སྤྱི་དང་རིག་གནས་ཀྱི་གལ་ཆེན་ཟེར་བ། སྤྱི་དང་རིག་གནས་ཀྱི་གལ་ཆེན་ང་ལ་ང་སྐད་ཆ་ཅིག་འདི་བཤད་ཉེ་གྲོ་སོང། ང་རང་ཚོ་ཚེ་དེ་ལས་མིའི་ལུས་ཅིག་ཐོབ་ཡོད་རེད་བ། ཨ་ནི་མིའི་ལུས་དེ་ད་སེམས་ཅན་ཞིམ་པ་དང་དུ་བ་ཡིན་པས་ན་ང་རང་ཚོ་ལ་ཡང་སེམས་ཅན་གཞན་ལས་ལྷག་གི་ཀླད་པ་ཅིག་གནང་ཡོད་རེད་བ་དེ་ཡིན་དུས་བསམ་པ་ད་ཀླད་པ་དེ་བེད་སྤྱོད་ཡག་པོ་བཏང་སྔར་ལས་ཡང་ང་ཚོས་རིག་གནས་དེ་སྤྱི་སྦྱང་བ་ཡིན་པས་ན་དངོས་གནས་མིའི་ལུས་ཀྱིས་ཐོབ་རྗེས་ཨ་ནི་རིག་གནས་ཀྱིས་མིའི་ལུས་དེའི་སྒང་མིའི་ལུས་ཐོབ་པའི་དེའི་སྒང་ལ་དོན་དུ་རིག་གནས་སྤྱི་སྦྱང་བ་ཡིན་པས་ན་དངོས་གནས་ཁྱེད་རང་གིས་མིའི་མི་ལུས་ཐོབ་པ་དེ་དང་རིན་ཐང་ལྡན་པ་ཞིག་བྱ་འོས་པ་བསམ་གྱི་འདུག་ར་ཨ་ནི་ཉི་མ་ད་ང་རང་ཚོའི་གི་མཁས་དབང་རྣམ་པ་གིས་གསུང་བཞག་རྒྱུ་ནང་ལོགས་ཡིན་པས་ཡིན་པའི་ནས་ལས། རིག་པ་ནང་པ་ཆེ་ཡང་སློབ་ཚེ་དེར་མཁས་པ་མ་གྱུར་ཀྱང་སྐྱེ་བ་ཕྱི་མར་བཅོལ་བ་ཡིས་ནོར་ལ་རང་ཉིད་ལན་པ་འདྲ་ལབ་རྗེས་ད། རིག་གནས་ཟེར་ཡ་དེ་སང་ཉིན་སོ་སོ་ཤེས་ཀྱི་ཡོད་པས་ནས་ད་རིས་སྦྱང་དགོས་རེད། ཨ་ནི། རིག་རིག་གནས་དེ་སྦྱངས་པར་བརྟེན་ཅེར་སོ་སོར་ཡང་ངས་དེང་གི་ལབ་པ་ནང་བཞིན་གྱི་ཅིག་ང་རང་ཚོ་སེམས་ཅན་གཞན་ལས་ལྷག་གི་ཀླད་པ་དེ་གང་ལ་ཡང་དོན་དོན་རིག་གནས་ཅིག་ཡོད་པས་ན་དངོས་གནས་མི་ལུས་ཐོག་བེད་ཀྱི་རིན་ཐང་ལྡན་པ་ཅིག་ཆགས་ཀྱི་རེད་ཚེ་དེ་ལས་ཡིན་པས་ནས་ལས་སོ་སོ་ཅིག་བློ་རིག་བེད་སྤྱོད་བཏང་བཅས་ལས་ཀ་ལས་དོན་མང་པོ་ཅིག་གང་ལ་ཡང་ཡག་པོ་ཅིག་ཆགས་ཀྱི་རེད་ལ་ནི་ཨ་ནི་ཚེ་བྱུང་མ་ལ་ཡིན་པས་ནས་སོ་སོ་ཁྱེད་དེ་ཡ་ཅིག་ཆགས་ཀྱི་རེད་དེ་ཡིན་དུས་བསམ་པ་ལ་ཡང་ངས་ད་ལྟ་རྗེས་ཀྱི་ཇུས་གཞི་དེ་ཚོ་མ་བཤད་གོང་ལ་ཡང་རིག་གནས་ས་འདི་ང་རང་ཚོ་འགྲོ་བ་མི་གཅིག་ཡིན་པའི་ཆ་ནས་ཧང་སངས་ཀྱིས་ཅིག་མེད་དུ་མི་རུང་བ་ཞིག་ཆགས་ཏེ་བྱས་ཙང་རིག་གནས་ཕྱི་རང་གི་ཕྱི་བྱུང་ག་འདྲས་ཅིག་སྦྱང་ཐུབ་དང་མ་ཐུབ་ས་འདི་སོ་སོ་གི་རིག་པས་ལྕོགས་མ་ལྕོགས་དང་གནས་སྟངས་མང་པོ་ཅིག་རག་ལས་ཀྱི་རེད་དེ་ལས་ཡིན་ནའི་རིག་གནས་སྦྱང་དགོས་པ་དཔེ་གལ་ཆེན་པོ་རེད་བཞག་ཏེ་ད་ངས། སྐད་ཆ་དེ་འདི་འདྲའི་ཐུང་ཐུང་ཅིག་ཐོག་ནས་བསྡུས་པ་ཅི་བྱེད། གཉིས་པ་དེ་ལ་ཡང་རང་མི་རིགས་ཀྱི་སྐད་ཡིག་གི་གལ་གནད་དང་ཨ་ནི་ཕྱི་ལོག་མི་གི་ད་ང་རང་ཚོ་སྐད་ཡིག་ལ་ཡང་ད་ལྟའི་ཆར་ལ་ཡང་མཐོང་འགྲོ་བ་ཞིག་ག་ཚོད་བརྩིགས་འདུག་ཟེར་ཏེ། ད། གྱང་རྣམས་ཚང་མས་མཁྱེན་གསལ་རེད་བ། ད་ཉེ་ཆར་གྲོགས་ཅིག་ང་རས་དེའི་ཉམས་ལོ་དཔེ་མཚོན་དེ་ཞིག་བཤད་ཉན་དྲོ་སོང། ད་ད་ལྟ་ཉེ་ཆར་གྲོགས་ཅིག་ཡིན་པས་ན་བོད་ནང་ལོག་ལ་ཡང་ད་ད་གཞས་མ་བཏང་བ་སོགས་བོར་བ། དེ་འདྲས་ཀྱི་གཞས་ཀྱི་སྒྲིག་འདུག་ཅིག་འགྲོ་དེ་ཤ

ག་རེ་ཟེར་ན་གཞས་དེའི་ནང་ལོགས་ལས་ཡང་ཨ་ནི་ཁོ་རང་ཚོ་ཐུན་མོང་མ་ཡིན་པའི་སྲོལ་རྒྱུན་གྱི་འདུ་འཛོ་སྒྲས་བསྡད་ཤགས། ཨ་ནི་གཞས་དེ་གི་ངག་ལྐུགས་སྟངས་འདུ་འཛོ་ཙམ་ན་ཧང་སང་ཡང་རེད་ཤགས། ཨ་ནི་ད་མི་རིགས་གཅིག་གི་གཞས་གཅིག་ནང་ལོགས་ལ་མི་རིགས་གཅིག་གི་ཉམས་འགྱུར་དང་འདུ་འཛོ་ལྡན་པ་ཡིན་པས་ན་གཞས་དེ་དངོས་གནས་གང་ལས་ལྷག་པ་རེད་ཤགས་ལབ་རྗེས། དེའི་ཉེ་ཧོར་ལ་ཉན་དེ་ནས་གཞས་ཉེ་ཉེ་པོ་འདུ་འཛོ་བལྟ་ཧང་འགྲོ་སངས་རྗེས་ཁོང་ཚོ་གི་ཉན་དེ་ཡང་གཞས་ཀྱི་ཆ་དེ་ཡོད་རེད་དེ་ཡིན་དུས་བསམ་པ་ད་ད་ལྟ།

ཁོ་ཚོ་གི་གདིང་ཤོར་སྤྲད་རྒྱུ་དེ་ང་ཚོ་མཐོང་དུས་ང་ཚོ་སེམས་ནང་ཚོར་བ་ག་འདྲ་ཞིག་ལེགས་འདུག་ས་བྱི་བར་བ་ཨ་ནི་འོ་དེ་ཅིག་ཞུ་ཉེ་འཁྲོ་སོང། དེ་ཡིན་དུས་བསམ་པ། ཁོ་རང་ཚོ་གི་གདིང་འཇོག་སྤྲད་ཕྱོགས་ལ་མ་འདོད་པའི་ང་རང་ཚོ་སོ་སོ་བོད་པ་ཅན་ཡིན་པའི་ཆ་ནས། ད་ལྟ་ང་ཚོ། ང་རང་ཚོ་པན་ཆེན་རོང་པ་ཅིག་གིས་གསུངས་གནང་ཡོད་རེད་བ། བོད་སྐད་མ་བཤད་ནས་འགྲིག་རེད་ད། བོད་ཀྱི་གུ་ལོག། ཁ་ས་གྱོན་ཆས་རིགས་མ་གྱོན་ནས་འགྲིག་རེད་ད། ཡིན་མིན་ནས་ཁྱེད་རང་ཚོ་གཟུགས་པོའི་ནང་ཁྲག་དེ་ག་ཅིག་ཡིན་པས། རེད་པ། འདི་གསུངས་པ་ན་བཞིན་གྱི་ང་རང་ཚོའི་བོད་ཀྱི་སྐད་ཡིག་འདི་མི་ཞིམ་པར་གྱི་རིན་ཐང་སྤྲད་མ་སྤྲད་ལ་མ་ལྟོས་པའི་ང་རང་ཚོའི་གི་སྐད་ཡིག་འདི་ང་རང་ཚོའི་གི་བདག་པོ་རྒྱབ་ཆས་ཡག་པོ་ཞིག་སྦྱངས་པ་ཡིན་པ་ཡིན་ན། འདི་མི་ཞིམ་པ་སུ་གཅིག་གི་འཕྲོག་མ་ཐུབ་པའི་ང་རང་ཚོ་བོད་པ་རང་ལ་དག་པའི་གི་ནོར་བུ་འདི་རེད་ཤག་སེ་འདི་ཡིན་དུས་བསམ་པ་ང་རང་ཚོ་གི་ཡིན་ཅི་མིན་ཅི་བོད་ཀྱི་སྐད་ཡིག་འདིའི་སྒང་ལ་ཡ་ཤུགས་རྒྱབ་དགོས་འདུག་ཞུ་བས་ཡིན། ཨ་འདི་ནས། ད། ང་རང་ཚོའི་བུ། ད་ལྟ། པུཀུ་ཏི་གིས་བཏང་བཞག་པའི། བཀྲ་ཤིས་བདེ་ལེགས་ཀྱི་གཞས་འདི་ནང་འགྲོ་ཆེད་མཚོན་པ་ཡིན་པས་ན། གཞས་འདིའི་ནང་གི་ཉམས་འགྱུར་ལ་བལྟས་པས་ན་ད་ལྟ་ང་རང་ཚོ་བོད་ཀྱི་སྲོལ་རྒྱུན་གྱི། ད། གོམས་གཤིས། ང་རང་ཚོ་བོད་ཀྱི་སྲོལ་རྒྱུན་གྱི་གོམས་གཤིས་འདི་ག་རེ། བྱམས་དང་སྙིང་རྗེ། བཟང་སྤྱོད། བཀྲ་ཤིས་བདེ་ལེགས། དང་པོ་ཡག་ཡོད་དུས་ཁོང་ཚོ་གཞས་མ་བཏང་གོང་ལ་ཡང་སྐད་གང་ལ་ཁ་བཏགས་ཡོད་ཡ་དེ། ང་རང་ཚོ་བོད་ཀྱི་བཟང་སྤྱོད། དེ་ནས་ཁོ་རང་ཚོ་གཞས་བཏང་པའི་སྐབས་སུ་ལས་དེ་ནང་གི་ཚིག་གི་འདུ་འཛོམས་མ་བལྟས་པ་ཡིན་པས་ན་ཨ་ནེ་གཅིག་མི་ལ་ཡང་སྨོན་ལམ་རྐྱང་རྐྱང་གི་སྨོན་ཚིག་རྐྱང་རྐྱང་གི། བཀྲ་ཤིས་བདེ་ལེགས་ཀྱི་ནང་ལོགས་ལས་ཁོ་རང་ཚོ་སྐད་ཆ་དང་གཞས་དེ་སྨོན་ཚིག་ཁྱེད་བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཤོག་ཟེར་ད་གཅིག་ཚིག་འདུ་འཛོམས་འགྲོ་ཅེས་མཚོན་པ་ཡིན་པས་ན་མི་ཞིམ་པ་ལ་ཡང་ཡག་པོ་ཡོང་བ་ཤོག་ཟེར་ཏེ་ང་རང་ཚོ་བྱམས་སྙིང་རྗེ་བརྩེ་བ་བྱམས་བརྩེ་འདུ་འཛོམས་ཚང་མ་སྦྲེལ་ཏེ་ཡོད་པ་གཅིག་ཆགས་དེ་དུས་བསམ་པ་ལ་ང་རང་ཚོ་གི་བོད་ཀྱི་ཐུན་མོང་མ་ཡིན་པའི་གོམས་གཤིས་བྱམས་དང་སྙིང་རྗེ་ཟེར་ཏེ་གཞས་འདི་ནས་སྔོན་དུ་ཡ་རྗེས་ཆགས་བསྡད་འདུག་དེ་ཡིན་དུས་བསམ་པ་ལ་ཡ་ངས་གཙོ་བོ་ག་རེ་བཤད་ཀྱི་ཡོད་ཟེར་བས་ན་ང་རང་ཚོའི་བོད་མི་རིགས་ཀྱི་སྐད་ཡིག་དེ་ཧང་སངས་ཀྱི་གལ་ཆེན་པོ་དང་རྩ་ཆེན་པོ་མི་གཞན་ལ་མེད་པའི་ནོར་བུ་ཅིག་ང་ཚོའི་ཡོད་པ་དེ་ང་ཚོས་བདག་པོ་བརྒྱག་དགོས་པས་གལ་ཆེན་པོ་རེད་ཤག་ཟེར་དང་ཨ་ནི་འོ་འདི་གཅིག་ཞུ་ཡ་ཡིན་ད་དེ་ནས་གསུམ་པ་དེ་ལ་ཡིད་མཚོན་པ་ཡིན་པས་ན་བོད་ཀྱི་སྐད་ཡིག་ལ་ཨ་ནི་དགའ་ཞེན་དང་གུས་བརྩི། ཕ་ཆིན། སྔར་ལས་ལྷག་པའི་བོད་པ་ཞིག་ཡིན་པའི་ཆ་ནས་བོད་ཀྱི་སྐད་ཡིག་ལ་དགའ་ཞེན་དང་གུས་བརྩི་མེད་མཁན་ངའི་ཕ་གཅིག་ཡོད་རེད་བསམ་གི་མི་འདུག་མ་ཟད། ད། ཁ་སེང་ཉེ་ཆར་རུ་མཚོན་པ་ཡིན་པས་ན་ང་ཚོ་ད་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་གོ་སྒྲིག་གནང་བཞིན་པའི་གཞོན་སྐྱེས་ཚོགས་འདུ་ཚགས་ཚེ་རེད། སྤྱི་བཏང། གོང་གི་སྲིད་སྐྱོང་སྐབས་སུ་ཡིན་པའི་ནས་རེད་ད་ལྟའི་སྲིད་སྐྱོང་སྐབས་སུ་ཡིན་པའི་ནས་རེད་ཅིག་གཞོན་སྐྱེས་ཀྱི་ཚོགས་འདུ་དེ་ད་མང་པོ་ཅིག་གོང་ན་བུ་གོ་སྒྲིག་གནང་པ་ལ་བརྟེན་ཅིག་གཞོན་སྐྱེས་མང་པོ་ཅིག་མཉམ་ཞུགས་གནང་ཁོ་རང་རྣམ་པ་ཀྱི་འདི་ན་མཉམ་ཞུགས་གནང་བའི་སྐབས་སུ་ཚོགས་འདུའི་ཐོག་ལ་ཡ་དཀའ་མོལ་གསུང་སྟངས་བལྟས་པས་ན། གཞོན་སྐྱེས་མང་པོ་ཅིག་གི་དམིགས་བསལ། ངས་ཁ་སེང། གཞོན་སྐྱེས་མང་པོ་ཅིག་ཁོ་རང་རྣམ་པ་དཀར་མོའི་གསུང་སྟངས་བལྟས་པ་ཡིན་པས་ན་ཆིག་སྔར་ལས་ལྷག་པའི་བོད་ཀྱི་སྐད་ཡིག་ཐོག་ལ་ཁོང་ཚོས་ཤུགས་རྒྱབ་ཤག་ཨ། འདྲིས་ཤག་ཨ་ཁོང་ཚོ་ཕྱི་རྒྱལ་ལ་འཚང་ལོངས་བྱུང་ནས་ལས་བོད་སྐད་དེ་འདྲའི་ཡག་པོ་བཤད་གི་འདུག་བསམ་པ་ཅིག་སེམས་ནང་ལ་དངོས་གནས་དགའ་སྤོབས་འགྲོ་ཞིག་སྐྱེས་སོ་དེ་ཡིན་དུས་བསམ་པར་ཡ་ད་རེས་བརྙན་ཐུང་འདི་གི་བརྒྱུད་ནས་ད་རེས་གཞོན་སྐྱེས་ཚོགས་འདུ་གང་མཉམ་ཞུགས་གནང་མཁན་ད་གཞོན་སྐྱེས་ཁྱང་རྣམ་པ་བོད་སྐད་གཙང་མ་གཙང་རྐྱང་སྐྱོན་གནང་མཁན་ཨ་བོད་སྐད་ཡང་སྐྱོན་ཨ་ལ་ཡ་ཅིག་གི་སུ་སུ་གི་ཨུ་ཚུགས་རྒྱབ་བྱེད་གཅིག་ཤུགས་རྒྱབ་མཁན། ཨ་ནི་ཁོར་ཡུག་ལ། སོ་སོ་འཚང་ལོང་བྱུང་ཚེ་ཁོར་ཡུག་ལ་མ་ལྟོས་པའི་གི་དོན་འདུག་ང་བོད་པ་ཅིག་ཡིན་བསམ་ཆེད་ཨ་ནི་བོད་ཀྱི་སྐད་ཡིག་ག་ལ་ཤུགས་རྒྱ་ཡ་དང་ཁྱེད་རང་ཚོ་གི་དོགས་སྣང་སྤྲད་ཡ་དེ་ལ་ཡ་འདི་འདྲས་གནང་བ་དེ་ལ་ངས་བརྙན་ཐུང་འདི་གི་བརྒྱུད་ནས་ཁ་ཤས་ལ་མཚོན་དཔེ་ན་ལོག་གི་ཆ་ནས་ང་ཁྱེད་རང་ཚོའི་ཨ་ཅག་རྒན་པ་ཡིན་སྲིད་པ་རེད་དེ་ཡིན་དུས་ཨེ་ངས་ཁྱེད་རང་ཚང་མ་ལོག་ལ་ཡ་ཐུགས་རྗེ་ཆེ་སོང་ཞུ་ཡ་ཡིན་ཨ་ནི་ད་ད་ལྟའི་ཆ་ལ་ཡིན་དཔེ་ན་ང་རང་ཚོའི་གཞིས་བྱེས་བོད་མི་གཉིས་ཀས་ཅིག་བོད་ཀྱི་སྐད་ཡིག་གང་ལ་ཡ་དོགས་སྣང་དང་བློ་འཚབ་འདི་ག་འདྲས་འགྲོ་བ་ཅིག་སླད་བྱ་སྲེད་པས་ན་དངོས་གནས་ཧ་ཅང་གི་ཚད་མཐོ་པོ་ཅིག་ཨ་ནི། ད་ཚད་མཐོ་པོ་སླེབས་པ་འདི་དངོས་གནས་ཧང་སང་ཡག་པོ་རེད་ད་དངོས་གནས་རྗེས་སུ་ཡི་རང་རེད་ད་ཡིན་ནའི་དེའི་གང་ལ་ཡ། དོ་སྣང་དང་བློ་འཚབ་དེའི་གང་ལ་ཡ། ཡང་ང་རང་ཚོ་གི་ནམ་བཞག་རྒྱུན་ལྡན་ནས་ནང་ལ་ཡ་སྐད་ཆ་བཤད་ཀྱི་ཡོད་པའི་ནས་རེད་སྤོ་བོ་མཉམ་དུ་སྐད་ཆ་བཤད་ཀྱི་ཡོད་པའི་ནས་རེད་ཁོར་ཡུག་ནང་ལོར་སོ་སོ་བོད་པའི་ཁོར་ཡུག་ཆུང་ཆུང་དེ་འདྲའི་གཅིག་ནང་ལོར་ལ་སྐད་ཆ་བཤད་ཀྱི་ཡོད་པའི་ནས་ལས། ང་རང་ཚོ་གི་ཉེ་འཁོར་གྱི་ཐ་སྙད་འདུ་འཛུགས་གང་ལ་ཡ་སྣང་མེད་ཤོར་བའི་ཐོག་ནས་ཡང་ཚིག་བེད་སྤྱོད་ད་རྒྱལ་ཁབ་གཞན་པ་གི་ཚིག་དེ་འདྲ་བེད་སྤྱོད་བཏང་སྟེ་ཡ་དེ། དངོས་གནས་ང་ཚོས་འཐུས་ཤོར། བ་སྟེ་བི་ན་ཧ་མ་གོ་ཡ་ཅིག་ཡིན་ནའི་འཐུས་ཤོར་ཆེན་པོ་ཞིག་ཆགས་ཏེ་བཞག་ཞོན་ཡིན། དཔེར་ན། ངའི་ལག་པའི་ནང་ཡོད་པའི་སྨྱུ་གུ་འདི་སྨྱུ་གུ་རང་རེད་བ། འདི་ཤེས་ཡ་ལ་དཀའ་ཡ་དཀའ་ལས་གང་ཡང་མི་འདུག་བ། ཡིན་ནའི་ཁྱང་ནང་པའི་དཔེ་བཟུང་གི་འདུག་བ། ཨ་དེ་ནས་ད། ངའི་ད་ལྟའི་འཁྲིས་ལ་ཡོད་པའི་ཆུ། ཆུ་དམ། ཆུ། དུ་ཚོད་ཡིན་ན། ཁ་ལ་དཔེ་བདེ་བོ་རེད་བ། ཤེས་ཡ་དཀའ་ལས་གང་ཡང་ཡོད་མ་རེད་བ། ད་དེ་ནས། ངའི་འཁྲིས་ལ་ཡོད་པའི་ད་ད་ཁ་བ་དེ།

མ་ཚོར་བའི་ཐོག་ནས་ཡང་ང་རང་ཚོ་འཐུས་ཤོར་ཧང་སང་ཆེན་པོ་བྱེད་རེ་བྱ་དེ་ཡིན་དུས་བསམ་པ་ཕ་མ་རྣམ་པ་ཀྱི་ནམ་རྒྱུན་དཔུང་མཉམ་དུ་གཅིག་འཛོམས་འཛོམས་མཐའ་དག་གནང་ཡ་དང་འདྲེ་སྐབས་སུ་ལ་ཡ། ག་བ་ལ་ཡ་གཅིག་ཁྱང་རྣམ་པ་ཕལ་གྱི་ཡོད་པའི་ནས་ལས་ཕ་མ་རྣམ་པས་སྤུ་གོ་ཡ། དང་ཤོས་དེ་ལ་ཡ། མི་རབས་རྒན་པ་རྣམ་པ་ཀྱི་སྤུ་གོ་ཡ་གཅིག་བཟང་ཕྱོགས་གོ་ཐོ། ག་རེ། མི་རབས་རྒན་པ་རྣམ་པ་ཀྱི་སྤུ་གོ་ཡ་གཅིག་སྐད་ཡིག་གང་ལ་ཡ། ངའི་སྤུ་གོ་དེ་བོད་སྐད་ཤེས་ཀྱི་མི་འདུག་ངའི་སྤུ་གོ་དེ་དེ་འདྲ་བྱེད་ཀྱི་ལ་བས་སྔོན་ལ་ཡ། ཁྱེད་རང་གི་ཕ་མ་སྦྱིན་པའི་ཆ་ནས་འགན་འཁྲི་འཁྱེར་བའི་ཐོག་ནས། ནམ་རྒྱུན་ནམ་ཞག་རྒྱུན་ལྡན་ནས་ཁ་བ་ཟ་ཡག་དེ་འདྲས་དང་ཆུ་དམ་ཟ་དང་ཆུ་ཟེ་ཡག་དང་སྨྱུ་གུ་ཟ་ཡག་དང་དེ་འདྲས་ཁྱང་གི་ཡིན་པས་ནས་ནམ་ཞག་རྒྱུན་ལྡན་གྱི་ཅིག་ང་ཚོ་ཉེ་འཁོར་གྱི་ཐ་སྙད་དུ་འཛུགས་གང་ལ་ཡག་དོ་ན་ནག་རོ་ནང་ཞུ་ཡག་ཡིན་ཨ་ནི་ཁྱང་རྣམ་པས་དེ་འདྲས་གནང་པས་ན་ཨ་ནི་གཞི་ནས་པུ་གུ་ལས་ཅིག་གསུངས་པས་ནས་ད་ལན་པུ་རག་ཤི་དོ་ཨ་ད་ང་ན་བཞིན་གཞོན་སྐྱེས་ཁྱེད་རང་ཚོ་ཡིན་པས་ནས་ལས་ངས་ཁྱེད་རང་ཚོ་བུ་གུའི་ག་རེ་ཞུ་ཉེ་གྲོ་སོ་ཟེར་བས་ཡིན་པས་ན་བོད་སྐད་ཟེ་ཡག་དེ་ཡིན་ཅིག་མིན་ཅིག་ཆེན་པོར་ཅིག། ཐོག་ནས་ཅིག་སྦྱང་དགོས་བ་དེ་འདྲ་མེད་པ་བྱས་ནས། ཁྱེད་རང་གིས་ནམ་རྒྱུན་ནམ་ཞག་རྒྱུན་ལྡན་ནས་སྐད་ཆ་བཤད་པའི་སྐབས་སུ་ལ་ཡ་གྲོགས་པོ་གྲོགས་མོ་མཉམ་དུ་སྐད་བཤད་པའི་སྐབས་སུ་ལ་ཡ་ཚིག་ལས་ལྷག་པོ་ལྷག་པོ་དུ་མཚོན་ཡང་བྱས་ནས་ཁྱེད་རང་ཚོ་གི་དོགས་སྣང་སྤྲད་བྱས་སྐད་ཆ་བཤད་ཡ་ཐབས་ཤེས་བྱེད་རོགས་བྱས་ཞུ་བ་ཡིན། ཨ་དེ་ནས་མཐའ་མ་དེ་ལ་ཡ། ད་ལྟ་སྐུ་མདུན་གྱི་གོ་དོན་ཆགས་བསྡད་ཡོད་རེད་ད། དེ་ཡིན་དུས་ང་ཚོས་བྱམས་བརྩེའི་ལོ་ཟླ་དང་ལོ་སྲུང་བརྩི་ཞུ་གི་ཡོད་རེད་དེ་ཡིན་དུས་ལྷན་རྒྱས་ཚང་མ་ལོག་གི་གང་ཐུག་ཐུག་སྐུ་མདུན་གྱི་གོ་དོན་དང་འབྲེལ་བའི་ཐོག་ལ་ཡ། ཨ་ནི་བྱམས་བརྩེའི་ལོ་ཆགས་བསྡད་ཡོད་ཙང་བྱམས་དང་བརྩེ་བའི་ཐོག་ནས་ཡ། ཅིག་གྱང་རྣམ་པ་ཚང་མ་གློག་གི་སྐུ་མདུན་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་ནི་བྱམས་བརྩེའི་ལོ་དེ་ལ་ཡང་དངོས་གནས་གང་ཐུག་ཐུག་གིས་བྱམས་པ་བརྩེ་བའི་གི་ནི་བྱ་ལས་གང་མང་མང་འགྲུ་རོགས་གནང་ཞུ་ཡ་དང། ད་ད་ལོ་རོ་ཚོད་མེད་ན་སྐུ་མདུན་དགོང་ལོ་དགུ་བཅུ་ཆ་དུས་ས་པ་སྐུ་མདུན་དགོང་ལོ་དགུ་བཅུ་མཉམ་དུ་ལ་ང་ཚོའི་འོས་འགན་དེ་སྔར་ལས་ལྷག་གི་ཤུགས་ཆེར་ཅིག་ཕྱིན་བསམ་གི་འདུག་ང་ཚོའི་འོས་འགན་དེ་མང་པོ་ཡོད་པའི་ནང་ལོ་ནས་ད་ལྟའི་ཆ་ལ་ཡང་ང་ཚོ་གི་སྐབས་སུ་བབས་པའི་སྟབས་ཁ་ཟིན་སྐུ་མདུན་གི་དགོས་དོན་ལ་ཡང་སྐུ་མདུན་གིས་ག་འདྲ་གསུངས་གནང་སོང་ངས། དོན་དུ་ངས་བོད་མི་རིགས་དང་ད་ནས་གཞན་གྱི་བོད་ཀྱི་སྐད་ཡིག་དང་དུས་ཚོད་གང་ལ་ཤུགས་བརྒྱབ་ཅེས་དོན་དུ་ཁོང་ཚེ་རིང་པོ་བཞུགས་གི་ཡིན་ས་གསུང་གི་འདུག་བ་དེ་ཡིན་དུས་ང་རང་ཚོ་བོད་པ་གཅིག་ཡིན་པའི་ཆ་ནས་ང་རང་ཚོ་སུ་སུ་ཡིན་པའི་ནས་ནམ་རྒྱུན་འོས་འགན་ག་རེ་འཁེལ་དགོས་ཡ་རེད་ཤག་གཅིག་ངས་ད་འདི་གོང་རུ་ཞུས་ཤག་པས་ང་རང་ཚོའི་ད་ལྟའི་སྐབས་སུ་བབ་པའི་གལ་ཆེ་ཤོས་ནང་གི་ཆེ་ཤོས་ཆེ་ཤོས་ནང་གི་ཆེ་ཤོས་བོད་ཀྱི་སྐད་ཡིག་གང་རུ་ཤུགས་བརྒྱབ་ཡ་རེད་ཤག་བོད་ཀྱི་སྐད་ཡིག་བློ་གཏོད་ཆེན་པོ་ཞིའུ་ཅིག་མཐོ་པོ་ཅིག་ལ་ཡ་མེད་མ་བྱས་ནས་ངས་ད་འདི་བཤད་པ་ནང་བཞིན་ཉུང་མཐའ་ལ། གཟའ་ལྷག་པ་དེ་ལ་ཁྱེད་རང་ནང་པ་བོད་པ་མང་པོ་ཅིག་ཕྱི་རྒྱལ་གང་ལ་ཡོད་ན། འཛུམ་འཛུམ་ཐག་ཐག་བྱེད་ཡ་ཁྱེད་རང་རྣམ་པའི་ནམ་རྒྱུན་ཁོར་ཡུག་མི་འདུག་གསུང་གི་ཡོད་པ། ཟ་ལྷག་པ་ལ་ཁྱེད་རང་རྣམས་ཁོར་ཡུག་འདུག་ཨ། ཁོར་ཡུག་དེའི་ནང་ལོགས་ལས་ཉུང་མཐའ་ལ། ཨིན་ཇི་ཚིག་ཅི་ཡང་མ་ཤེས་བྱས་བྱས་བོད་སྐད་རང་ཐོག་ནས་བཀའ་མོལ་གསུང་ཡང་ཐབས་ཤིག་ནང་རོགས་ནང་ཞུ་ཡ་ཡིན། ཨ་ནམ་ཞག་རྒྱུན་ལྡན་ནས་ནང་ལ་འགྲོ་མཚོན་པའི་ན་ཕ་མ་ཚང་མ་ལོགས་ཀྱི་སྐུ་གཅིག་པུ་ཧོར་ཡ་ཁྱེད་རང་རྣམ་པའི་ཨ་ནེ་སོ་སོའི་ངོས་ནས་ཡང་ཅིག་ནམ་ཞག་རྒྱུན་ལྡན་ནས་ཉེ་ཧོར་གྱི་ཐ་སྙད་ཀྱི་ཚིག་དེ་འདྲའི་རིགས་ཅིག་བེད་སྤྱོད་བཏང་གནང་བྱས་ད་པུ་ཧོར་ཡ་གང་ཐུག་ཐུག་གིས་ཁྱེད་རང་རྣམ་པའི་མིག་བུ་སྟོན་ཡ། ཅིག། ཤུགས་བསྐྱོན་རོགས་གནང་ཞུ་བ་ཡིན། ཨ་ནི་སྤུ་གུ་དུང་ཆུ་ཡིན་པའི་ནས་གཞོན་སྐྱེས་དུང་ཆུ་ཡིན་པའི་ཡིན་པའི་ནས་ལ་ངས་དང་གི་གོང་རུ་ཞུས་པ་ནང་བཞིན། ང་རང་ཚོ་སྔར་ལས་ལྷག་གི་འོས་འགན་ཅིག་ཡོད་བསམ་རྗེས་བོད་ཀྱི་སྐད་ཡིག་གང་ལ་ཤུགས་རྒྱབ་ཡ་དང་ཨ་ནི་བོད་ནང་ཡོད་པའི་ད་གཞོན་སྐྱེས་ཁོ་ཨ་རྣམ་པ་ལ་ཡར་དཔེ་བལྟས་རྗེས་ཨ་ནི་ང་རང་ཚོ་གི་བོད་ཀྱི་སྐད་ཡིག་གང་ལ་ཤུགས་གང་མང་མང་རྒྱབ་རོགས་གནང་ཞུ་བ་ཡིན། ཡང་ངས་དུས་ལབ་པའི་སྐབས་སུ་ལ་དེ་བ་ལ་སྤུ་གུ་དུང་ཆུ་བོད་སྐད་ལ་དོ་སྣང་བྱེད་ཀྱི་མི་འདུག་རྩ་བ་ཉིད་ནས་ཞུ་གི་མེད། བཙན་བྱོལ་ནང་ལ་ཡོད་པའི་བོད་པའི་གཞོན་སྐྱེས་སྤུ་གུ་འདུ་འཛོམས་ཀྱི་ཆས་གོས་གང་ལ་ཡིན་པའི་ནས་བོད་བོད་སྐད་བཤད་ཡ་ཡིན་པའི་ནས་རེད་སྙིང་མ་ལས་ལྷག་གི་ཧང་སང་ཡ་གི་ཤུགས་ཆེ་རུ་གི་ད་ཅིག་དོ་སྣང་སྤྲད་རྒྱུ་རུ་མཐོང་སོང་བྱས་ཙང་ངས་ད་རེས་སྐད་ཆ་དེ་བཤད་ཀྱི་ཡོད་རེད་ངས་སྐད་ཆ་དེ་བཤད་ནི་འབྲས་བུ་ཐོན་ས་རེད་ཨ་སྐད་ཆ་དེ་བཤད་ནི་ང་ལས་ལྷག་གི་དོ་འདོད་ཁོང་ཚོ་གཉིས་ཅིག་བསད་རོགས་བྱས་ན་བསམ་དེ་བཤད་དགོས་རེད་མི་ཤེས་ཁྱེད་རང་ཚོ་བལ་ཐུ་ཁོར་ད་སྐྱ་བལ་འདས་མེད་སྐྱོ་བྱས་ན་ངས་བཤད་པའི་ནས་ཨེ་འདས་ཅིག་རེད་བསམ་གི་རེད་ཨེ་ངས་བཤད་ཅིག་དུས་ཚོད་འཕྲོ་བརླག་རེད་ཆོ་ཡོད་མ་རེད། ངེད་ཀྱིས་བཟོས་བཞག་པའི་བརྙན་ཐུང་གང། ད་ད་ལྟ་གོང་ན་ཡོད་པའི་བརྙན་ཐུང་ག་རེ་ཡིན་པས་ནས་གཅིག་དངོས་གནས་མི་ལ་རང་ཕན་ཐོགས་ཡ་གཅིག་དང་དེ་འདྲས་ཞིག་མེད་པས་ཡིན་པས་ན་ང་རེ་བཟོས་ནས་ང་རེའི་དུས་ཚོད་འཕྲོ་བརླག་ཐོང་གི་འདུག་ལ་ནི་ཁྱེད་རང་ཚོ་ལྟ་ཉན་དུ་བརྫུས་ནས་དུས་ཚོད་ཆོ་མེད་རྒྱུ་རེད་བསམ་གི་བྱས་ཙང་ད་ངེད་ཀྱིས་ད་ད་གང་ད་གང་ལ་སྐད་ཆ་བཤད་བཞག་གི་འདུག་ཚོ་ཡང་མ་ད་ག་འདྲ་རེ་ཞིག་འགྲོ་ཡོད་མེད་ངས་ཞིབ་ཅིག་ཞིབ་ཅིག་བཤད་ཚུལ་ཐིག་མ་ཚོར་ར་ཡིན་ནས་དངོས་གནས་ང་རེའི་སེམས་ཚོར་དང་འབོད་སྐུལ་རང་གི་ཐོག་ནས་ཁྱེད་རང་རྣམ་པ་ཚང་མ་ལོག་ལ་ཡ་མཐའ་མ་དེར་ཡང་བསྐྱར་འབོད་སྐུལ་ཞུ་ཡ་གཅིག་ལ་ཡ། བོད་ཀྱི་སྐད་ཡིག་གང་ལ་ཤུགས་སྐྱོན་རོགས་གནང། བོད་སྐད་སྐྱོན་ཡང་ཤུགས་སྐྱོན་རོགས་གནང། ཨ་ནི། ང་རང་ཚོ་ལ་ཡང་བོད་པ་ལ་མཚོན་པ་ཡིན་པས་ན། ད། རྒྱལ་ཁབ་འདྲ་མ་འདྲ་ལ་འགྲམ་དུ་ཡོད་རེད། ང་རང་ཚོ་ལ་ཡང། བོད་པ་ཟེར་ཡ་དེ་རྒྱལ་ཁབ་གཞན་པ་རྣམས་མཉམ་དོར་ཡང་དཔུང་པ་མཉམ་གཤིས་བྱས་འགྲོ་ཐུ་ཡ་དེ་ང་རང་ཚོའི་སྐད་ཡིག། ང་རང་ཚོ་གི། གོམས་སྲོལ་ཡག་པོ་དེ། ཨ་ནི་ང་རང་ཚོ་ལ་བཟང་སྤྱོད་དེ་ཡིན་དུས་བསམ་པ། དེའི་སྒང་ལ་ང་ཚོས་གང་ཐུབ་ཐུབ་ཤུགས་རྒྱབ་རོགས་གནང་ཞེས་མ་གཏོགས། བོད་པ་རེད་ཟེར་ཡ་ཅི་དང་བོད་ཀྱི་ངོ་བོ་ཟེར་ཡ་དེ། ག་བ་ཡོད་མེད་ཟེར་ཡ་དེ་བཤད་ཚུལ་མ་དེ་ཡ་ཅི་རེད་ཤག། ཨ་ནི་བོད་ཀྱི་ངོ་བོ་དེ་གཟིམ་ས་ཟེར་བ་ཡིན་ན་དྭངས་རང་རེད་ཤག་དེ་ཡིན་དུས་བོད་པ་ཅིག་ཡིན་ན་བོད་ཀྱི་ངོ་བོ་ཅིག་མཚོན་དགོས་ཀྱི་ཡོད་ན་དེ་ཚོའི་སྒང་ལ་ཤུགས་བསྐྱོན་རོགས་གནང་སོ་ངས་ད་རེས་འབོད་སྐུལ་དང་སེམས་ཚོར་ཆེན་པོའི་ངང་ནས་གྱང་རྣམ་པ་ཚང་མ་ལོ་ལེ་ཡར་འབོད་སྐུལ་ཞུ་ཡི་ཆེ་ཚང་ཐུགས་རྗེ་གཟིགས་རོགས་གནང་ཨ་ནས་གྱང་རྣམ་པའི་དགོངས་འཇགས་གནང་རོགས་གནང་ཞུ་ཡ་ཡིན་ང་ཚོ་རྗེས་ཀྱི་བརྙན་ཐུང་ནང་མཇལ་ཡོང་ལྷན་རྒྱས་རྣམ་པ་གིས་ད་རེས་ཀྱི་བརྙན་ཐུང་དེ་ད་ལྟ་བོ་ཏོ་སེན་སིན་གནང་བ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ལྷན་རྒྱས་ཚང་མ་ལོ་སྐུ་གསུང་གསལ་ཐང་བྱ་བ་ལམ་འགྲོ་ཡོང་བའི། ཡང་བསྐྱར་མོས་འདུན་གྲངས་མེད་ཞུ་གི་ཡོད་ཐུགས་རྗེ་ཆེ་ཨ་ནེ་བྱས་ལ་བྱས་ཡོང།